ནས་སི་ཁ་ཤི་བྱ་བ་ལ་ག་རེ་བྱེད་ཡ་ཡི་འདོད་པ་ཡོད་ཟེར་ན། དཔེར་ན་ད་སྔ་སོག་བཙན་འབྱོར་གྲོན་ཚུགས་ཀྱི་ནས་གྲོས་ཚོགས་རག་པ་ཟིན་ན་རེད། དེ་ག་ནང་བཞིན་གྱི་ཁྲམ་ཚོགས་ལྷན་ཚོགས་རེ་ཟིན་ན་རེད། ད་དེ་སོག་ང་སོག་གི་ནས་བོད་མི་ས་ཡ་དྲུག་གི་ནས་ཨ་ཡོད་ནང་གི་ད་ཡོད་སྒོ་ང་ནང་གི་རྩེད་རིགས།

གཙོ་བོ་རེ་བ་ག་རེ་བྱེད་ཤེས་ཡོད་ཟེར་ན། རྡོ་རིང་དག་ལྟ་ན་དྲི་ཤུགས་མང་པོ་ཅིག་གཏོང་ཡི་འདུག་དེ་ཡིན་ན་དེ་ག་ལ་མང་པོ་དྲི་མ་དགོས་པའི་ཐོག་ནས། ད་སོ་སོའི་ནུས་པ་སྐད་ཆ་ཅིག་བཤད་ཤེས་པ་ཡིན་ན་དེ་ཕན་ཐོགས་ཆེ་ས་རེད་བསམ་ས་འདྲ་བོ་བྱུང་སོང། དེ་རིགས་བྱས་འོང་དུས་ད་ནི་ང་སོགས་ཀྱི་བཙན་བྱོལ་སྒྲིག་འཛུགས་ཀྱི་གྲོས་སུ་ར་བ་མང་པོ་ཅིག་འཚོགས་འདུག་ཞུ་བ་རེད་ད་དེའི་ནང་ལོགས་ལ། བགྲོ་གླེང་གཙོ་བོ་ནི་དེ་ང་སོགས་ཀྱི་བོད་མི་ཚ་ཡ་དྲུག་གི་གནས་སྟངས་ག་རེ་ཡིན་མིན་ད་དེ་གཙོ་བོ་བགྲོ་གླེང་བྱེད་དགོས་ཞུ་བ་རེད། དེ་ག་ནང་བཞིན་གྱི་ད་ནི་བོད་ནང་ལུགས་ཀྱི་ད་ལྟ་ང་སོགས་ཀྱི་རྒྱ་ནག་གི་ད་ནི་ད་བོད་བཙན་བྱོལ་ནས་བཙན་འཛུལ་བྱས་ནས་ད་ནི་མི་ས་ཡ་ད་གཅིག་ལྷག་སོགས་རྒྱ་མིང་གི་ས་མིང་བཏང་ཡོད་རེད་དེ་ག་ནང་བཞིན་གྱི་འདས་ཟིན་པའི་ད་ནི་ལོ་ཁ་ཤས་ཀྱི་ནང་ལུགས་ལ་བོད་མི་ད་རྒྱ་དང་ཁ་ལ་ས་གི་རང་ཚུགས་མི་འདྲ་བཏང་ཡོད་རེད་དེ་སོགས་ཀྱི་གནས་དུས་གཞི་བཞག་པའི་ཐོག་ནས་ནི། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གྲོས་ཚོགས་ཚོགས་སྟངས་ཡིན་ན་རེད་བགྲོ་གླེང་བྱེད་སྟངས་ཡིན་ན་རེད་དེ་སོགས་ཀྱི་ཐོག་ལ་ནི། ཆེས་བགྲོ་གླེང་མང་པོ་ཅིག་འཚོགས་དགོས་ཡ་ཅིག་གནས་སྟངས་ཅིག་ཆགས་དུ་ཡོད་རེད་དེ་ཡིན་ན་ཡང་ང་སོགས་ཀྱི་གྲོས་ཚོགས་འཚོགས་བ་ལ་སྟབས་བདེ་བའི་སྐབས་སུ། རྒྱ་ནག་གི་ནི་ཆེས་འགྱུར་བ་འགྲོ་སྟངས་དང་དེ་སོགས་ཀྱི་གནས་དུས་སྐོར་ལ་བགྲོ་གླེང་དེ་ཤིན་ཏུ་ཉུང་ཉུང་ཅིག་ཆགས་དུ་ཞིག་འདུག།

བོད་མི་ས་ཡ་དྲུག་གི་ནི་བོད་མི་ས་ཡ་དྲུག་གི་སྐུ་ཚབ་ཅིག་ཡིན་པ་ཞིག་ངོས་ཟིན་པའི་ཐོག་ནས་སྐད་ཆ་ག་རེ་ཅིག་བཤད་པ་ཡིན་ན་རེད། ནི་དེ་ག་ནང་བཞིན་གྱི་ལག་ལེན་ག་རེ་ཟིག་བསྟར་བ་ཡིན་ན་བོད་མི་ས་ཡ་དྲུག་གི་འགན་དེ་ངས་ཁུར་ཤེས་ཡོད་བསམ་པའི་ཐོག་ནས་ནི་གྲོས་ཚོགས་ནང་ལུགས་ལ་སྐད་ཆ་ཚིག་གཅིག་རེ་མ་བཤད་མ་ཐུབ་ན་བོད་མི་ས་ཡ་དྲུག་གི་དོན་འདི་ལ་ནི་རྒྱ་ནག་གི་ཕུ་ན་བོད་མི་ས་ཡ་དྲུག་ནང་ལུགས་ནས་མི་ཚད་གཅིག་ལྷག་ཟེར་འདི་སྔ་མ་ཟིག་གཏོང་ཟིན་པ་རེད་ད་དུང་ཡང་གཏོང་དུ་གཏོང་བཞིན་པ་ཆགས་དུ་ཡོད་རེད་ཟེར་བ། དེ་ཚོའི་སྐོར་ལ་ང་ནི་བགྲོ་གླེང་མང་སུ་གནང་རུག་གྱིས། དེ་ཚོའི་སྐོར་ལ་ང་ནི་གྲོས་འཆར་བཞག་པ་ཡིན་ལ་དེ་ཚོའི་སྐོར་ལ་བཞག་རུག་གྱིས། བཙན་བྱོལ་ནང་ལུགས་ལ་ད་ནས་ཅིག་ཚོགས་པ་བྱེ་བྲག་ཁག་དང་མི་སྒེར་པ་རེ་ཟུང་གི་ཐོག་ལ་ང་ནི་བསམ་འཆར་བགྲོ་གླེང་མང་པོ་བྱས་ནས་དུས་ཚོད་རྦད་དེ་དེ་ག་ལ་འཕྲོ་བརླག་མ་གཏོང་རུག་གྱིས་ཟེར་ནས་དོ་རིང།

ནག་ཚོགས་ཀྱི་འདོད་པ་དང་གཞི་བཟུང་བྱས་པ་ཡིན་ན། ཆོ་ག་ཆོ་ལོག་གི་དབྱེ་བ་མེད་པའི་ཐོག་ནས། ཡང་ཅིག་འཛུགས་དགོས་ཏེ། ཀླད་གསར་བའི་མི་སོགས་ཀྱིས། ཅིག་སྐད་ཆ་བཤད་འོང་དུས་མོ་ཆི་ཧ་ཆོ་ག་ཆོ་རིགས་ཀྱི་ཐོག་ནས་ཅིག་སྐད་ཆ་བཤད་བདེ་བ་ཞིག་རྣམ་པ་ཅིག་མཐོང་བདེ་ཞིག་འདུག། དེ་རིགས་བྱས་འོང་དུས་མ་འོངས་པ་ལ་ནག་ཚོགས་ཆོ་ག་ཆོ་རིགས་ཀྱི་དབྱེ་བ་དེ། འོང་ཡག་དང་ག་ནས་སླེབས་བཞིན་འདུག་ཟེར་ན། མགོ་ནས་ལེན་འོང་དུས་མི་འདུག་གཞུག་ནས་ལེན་མི་འདུག་ཞེས་ས་ཆུ་མགོ་ནས་ཉོ་ན་ཉོ་བ་ཡིན་དུས་མ་འོངས་པ་ལ་ང་ཚོ་བོད་མི་ས་ཡ་དྲུག་དེ་སྡུག་ས་གཅིག་སྒྲིལ་ཟེར་ནས་བཤད་བསྡད་པ་རེད་ཆུ་བ་ཆུ་ལོག་དབྱེར་མེད་ཀྱི་ཐོག་ནས་བཤད་བསྡད་བོར་ཏེ་ལག་ལེན་བསྟར་བ་དེ་མགོ་ནས་དེ་ནས་བསྟར་རོགས་གྱིས། ང་ཚོ་དམངས་ཀྱིས་ཡང་ཁྱེད་ཚོ་གི་འདོད་པ་གནང་གིས་ང་ཚོ་གི་འགྲོ་ཡག་གི་རེ་བ་ཡོད། དོན་རེ་ཞུ་རྒྱུ་དེ་ས་ཡིན། ཨ་ནི་བོད་སྐོར་ལ་ཨ་ནི་བོད་ང་རང་ཚོ་དེང་སང་གནས་སྟངས་སྐོར་ལ་ཨ་ནི་འདོད་ཚུལ་ཅིག་ཞུས་པ་ན་ང་རང་ག་རེ་བྱེད་ཀྱི་འདུག་ལབ་ན་ད་ང་རང་ཚོ་སོ་སོའི་མི་ག་ནས་ཅི་དང་ཅི་དང་ཅི་དང་ཅི་དགོས་ན་རྒྱབ་སྐྱོར་གཅིག་དང་གཅིག་ལ་རྒྱབ་སྐྱོར་ཅིག་བྱེད་དགོས་ཆ་ཧ་ཅང་གི་ཆེན་པོ་རེད། མི་ལ་རིགས་ལ་དབྱེ་བ་མ་བྱེད་པ་ཡིན་ན་དེང་སང་བོད་ཀྱི་གནས་སྟངས་འདྲ་བོ་ལྟར་ཡིན་ན་ད་ཁོ་ཚོ་རང་དབང་མེད་པ་དང་དེ་འདྲའི་ཆགས་སོང་གཙང་མ་སོང། ད་དེ་ལ་བརྟེན་ནས་ང་ཚོ་སུ་དང་སུ་བལྟོས་ན་གཅིག་ལ་རྒྱབ་སྐྱོར་བྱེད་ནས་བོད་ལ་རོགས་པ་དེ་འདྲ་བྱེད་པ་ཡིན་ན། དེ་ཐོག་ལས་འདི་ངོ་ནི་འོངས་པ་བོད་ཀྱི་གནས་སྟངས་འདི་ཧ་ཅང་གི་གནས་ཡག་པོ་ཡོང་ཡ་དང་རང་དབང་དངུལ་དུ་ཐོ་ཡག་གི་ཧ་ཅང་གི་རེ་བ་ཡོད་ཡོད་དྲི་ངོས་ལམ་གུ་ཡང་ང་ཡང་ད་ཚོགས་ཆེན་ནང་དེ་འདྲི་ཡོད་ནི་ཁེ་དབང་དེ་ཚོ་ཕེབས་འོང་དུ་རང་དབང་དེ་འདྲི་གོ་ལ་ཅན་བཤད་འོང་དུ་ནི་འོ་ལ་བཞུགས་མཁན་དེ་ཚོ་ལ་ཕྱི་དྲག་གི་དེ་འདྲི་གི་ཡོད་ནི།

དེ་ཡི་རྗེས་སུ་དེ་ནི་དངོས་གནས་ང་རང་ཚོས་ཆ་ཚང་གིས་རྒྱལ་སྐྱོར་གནང་ཡོད་སྐོར་དེ་ཧ་ཅང་གི་གལ་ཆེན་པོ་རེད་ཞུ་གི་ཡོད། དང་པོ་དེ་ནས་ཞིག་ཐུག་གི་མི་འདུག་གཙོ་བོ་དེ་ང་རང་ཚོས་ག་རེ་བཟོས་ན་དོ་ས་གཅིག་སྒྲིལ་བྱེད་པ་ཡིན་ན་དེ་གར་ག་རེ་བྱས་ན་མ་འགྲུབ་པ་ཞིག་ཡོད་མ་རེད། དཔེར་ན་ང་ཚོ་འདི་ག་ནས་ཤིང་གཅིག་ང་ཚོ་བཅག་པ་ན་ཆག་ཆོག་ཆོག་རེད་བ་ཞིག་རེད། དེ་ལ་ཤིང་ཡང་ནི་རྡོ་རྡོག་མང་པོ་ཅིག་བཟོས་ནས་ནི་བྱ་ཡ་གའི་ཐབས་ཅིག་བཏང་ན་ཆག་མི་ཐུབ་པ་ལྟར་དེ་ནང་བཞིན་གྱི་འདི་ནས་བྱེད་དགོས་ཡོད་དེ་ངས་གཙོ་བོ་ཞུ་སྐོར་དེ་ཡིན་རྡོ་རྡོག་བྱས་ན་དོ་ས་གཅིག་སྒྲིལ་བྱེད་ནང་དུ་གཙོ་བོ་གལ་ཆེན་པོ་ཆགས་ཀྱི་འདུག་དེ། ད་ད་ནི་འདི་གང་ལོ་ཡ་གཅིག། རྒྱུ་མཚན་སྙིང་སྒྲོག་པའི་ཆེད་དུ་ལ་ནི་རང་བྱུང་གི་དེ་ནི་སོ་སོའི་ཡར་ལྟོས་གནས་མཁན་གྱི་ཡིན་པའི་ཆ་ནས་ཡང་ཚིག་ཁ་ཤས་ཀྱིས་ཤོད་དགོས་ཡ་བསམ་ལ་ཅི་ད་དེ་འདྲ་ཅིག་མཐོང་གི་འདུག་བྱེད་སྟངས་དེ་དེ་འདྲ་གི་ཤས་ཤིག་གིས་ད་དེ་ལྟ་ཐུབ་མཁན་དེ་ཁས་མིན་ཡིན་ན་ད་ལྟ་འདི་སི་སི་གིས། དུས་ལ་བོ་ཡི་གེ་ཡ་ནི་ད་ལྟ་གནས་སྟངས་ཇི་ད་ནི། ཁྱོད་ལ་སྐད་ཆ་བཤད་ཡ་ནང་བཞིན་རེད། ད་སི་སི་གིས་རབ་བྱུང་གི་དེར་འདེད་མཁན་ཅི་ཡིན་པའི་ཆ་ནི་དེ་སང་ཚུལ་དེ། ཨ་ནི་རབ་ཏུ་བྱུང་བ་གཅིག་ད་ལྟ་འདི་ང་ཚོའི། བོད་མི་སྒྲིག་འཛུགས་ཀྱི་ཡ་ནི། ལས་གཞི། ཞུ་དུས་དང་དེ་འདྲའི་ཐུགས་ལ་ཡ། འགྲོ་ཡ། འགྲིག་གི་འདུག་མི་འདུག་ཟེར་ཡ་དེ་སང་ཚུལ་དེ་རེད་ད། ཨ་འཐས་ང་རང་ཉིད་ཀྱིས་བསམ་ཚུལ་བྱས་པ་ཡིན་ན། ཆ་ཤས་ག་འདྲ་ཞིག་ཡིན་ན་ཡང། ད་ལྟའི་བར་དུ་ང་ཚོ་བཙན་བྱོལ་གཞུང་བཙུགས་ནས་ལོ་ག་ཚོད་ཅིག་ཕྱིན་ཡོད་རེད། དེ་ཡི་ནང་ཚུད་ལོ། ཨ་ནི་ང་ཚོ་རོགས་གཞུང་སྡེ་དེ་ཚོ་བཙན་བྱོལ་གྱི་སྒྲིག་འཛུགས་ནང་ལ་ཞུགས་ནས། ཕན་པ་འདུག་གནོད་པ་འདུག་ཆ་ཤས་ཚང་མ་གིས་དེ་ལས་གཟིགས་དགོས་ཡ་གྱི་རེད་བསམ་གི་འདུག་དེ། དེ་ལྟ་དེ་བཞིན་མ་འོངས་པ་ཡིན་ན་ད་ག་རང་རེད་དེ། ང་ཚོས་དེའི་ཐུགས་བློ་མི་བསྐྱངས་ཡིན་ན་དེ་ག་རང་རེད། རབ་ཏུ་བྱུང་བ་དེ་ཚོ་དང་བདག་གིས་ཆབ་སྲིད་དང་དེ་འདྲ་གི་ཐུགས་བློ་འཛུལ་ཡ་དེ་དགག་བྱ་དགོས་པ་གས་མ་མཐོང་པ་དང། མི་ཅག་གི་ཐུགས་ནས་ཤི་ཐང་རྒྱལ་ཁབ་སུ་དང་སུ་ཤི་བ་ཡིན་ན་རབ་ཏུ་བྱུང་བ་ཆབ་སྲིད་གི་འཛུལ་མཁན་ཡེ་རབ་ཏུ་བྱུང་བ་ཡེ་མ་རེད་དེ། ཡིན་ན་ང་ཚོས་ད་ལྟའི་ཆ་ལ་དེ་འཛུལ་དགོས་ཡ་དེ་གནད་འགག་ཅིག་ག་ཐུག་གི་འདུག།

ཨང། སུད་སི་གི་སང་ལོ་ཏོག་དེ་དགོས་ཀྱི་འདུག་དང་མི་འདུག་དེ་སང་ཏོག་ཡང་རེད་མ་གཏོགས་མི་རེ་གཉིས་གཅིག་གིས་འདི་རེད་ཟེར་དེ་གཡུག་བཤའ་ཡག་གཅིག་དང་མ་རེད་ཟེར་དེ་རེད་ཟེར་དེ་སྒྲུག་བཤའ་ཡག་གཅིག་དང་མ་རེད་ཟེར་གཡུག་བཤའ་ཡག་གཅིག་གི་མ་རེད་སང་དྲན་གྱི་འདུག་དེ་ང་ཚོའི་སུད་སི་གི་ཚོང་དམག་གི་མིག་མཐོང་དུ་ཡག་གཅིག་དང་ལག་པ་ཟིན་ཡག་ཡོད་རྒྱུ་གཅིག་རེད་དེ་ང་ཚོ་ཚོང་དགོངས་པ་བཞེས་དེ་སུད་སི་གི་སང་ཏོག་ཡག་གཅིག་རེད་སང་དྲན་གྱི་འདུག་དེ། ཨ་ནི་ང་ཚོ་དེའི་ནང་ལོ་ལེ་ཡག་རོ་ཏོ་བྱུང་བ་དེ་དེ་ནས་འབྲི་རྒྱུ་འདུག་བཤད་མཁན་ཡང་ཡོད་རེད་མི་འདུག་བཤད་མཁན་ཡང་ཡོད་རེད་ད། ཡིན་ནའང་འོ་དེ་བཤད་མཁན་དེ་ཚད་དང་ལྡན་པ་ཅིག་གི་སྐད་ཆ་རེད་འདུག་མི་འདུག་དངོས་ཡོད་གནས་ཚུལ་དང་མཐུན་གི་འདུག་འོན་མི་འདུག། འོ་དེ་ང་རང་རོ་ཏོ་བྱུང་མཁན་ཡིན་ནའང་ད་ག་རེ་ལྟ་དགོས་ཡ་ཅིག་རེད། མི་ཅག་གི་ནང་ལོ་ཡིན་ན་ཡང་དེ་ལྟ་དགོས་ཡ་ཅིག་རེད་ད། འོ་དེ་རེད་མ་གཏོགས་ང་ཚོ་འདིར་རོ་ཏོ་བྱུང་མཁན་ཅིག་ཡིན་ཟེར་ནས་ང་ཚོ་རོ་གཞུང་དེ་འདི་འཛུལ་ཆུག་གི་མ་རེད་ཟེར་ཏེ་ལབ་གི་མེད་འཛུལ་དགོས་གི་རེད་ཟེར་ཏེ་ལབ་གི་མེད་དེ།

ད་ལོ་རྒྱུས་ཀྱི་རྒྱབ་ལྗོངས་ནི་མ་བརྟགས་འོང་དུས། ང་ཚོ་ཆབ་སྲིད་རབ་བྱུང་བ་ཚོ་ཆབ་སྲིད་ལ་ཞུགས་ནས། དཔེ་ན་རྒྱལ་བ་རིན་པོ་ཆེ་བཏགས་ཟིན་པའི་ཕྱག་བཞག་པ་ཡིན་ན། ད་ལོ་རྒྱུས་ཀྱི་རྒྱབ་ལྗོངས་ཡོད་དེ་འགས་ཀྱི་བོད་རྒྱལ་ཁབ་སྐྱོང་མཁན་གྱི་མི་སྣ་ཆེད་དུ་འཕགས་པ་དེ་ཆགས་དེ་ཡོད་རེད།

དེ་ག་ནང་བཞིན་གྱི་ད་ལྟའི་གྱི་ང་སོགས་ཆབ་སྲིད་ལ་ཞུགས་དེ་ཉིད་ཀྱི་སྤྱི་འཐུས་རྣམ་པ་སོགས་རབ་བྱུང་གི་སྤྱི་འཐུས་རྣམ་པ་སོགས་ཡིན་ན་རེད་ག་རེ་ཡིན་ན་དེ་སོགས་ཀྱི་ཅི་ཡང་ན་སྐད་ཆ་མཐོ་ལ་དམའ་ལ་ཁ་ཤིས་སུ་ལས་ཧོ་རེད་དེ་ཁོ་སོགས་ཀྱི་བཤད་ཡ་དེ་ལྷག་སོང་རྣམ་དག་གི་ཨ་ནི་ཁོ་སོགས་ཀྱི་བཤད་འདུག་སོང་ས་རུ་སོ་སོ་ཀྱི་འཚོ་བ་ན་སོས་དེ་རུ་ན་ཡོད། བོད་རྒྱ་ཁབ་དང་མི་རིགས་ཀྱི་དོན་དུ་ལ་གཞས་བདེ་མོ་འབུལ། གང་ཟག་སྒེར་གསོག་སོགས་དང་གང་ཟག་སྒེར་གྱི་དགའ་མི་དགའ་དང་ངོ་དགའ་དཔེ་ལེགས་ཀྱི་ཐོག་ནས་བཤད་དུ་ཡོད་མ་ཡིན་པར་སོ་སོ་གིས་དངོས་གནས་དྲང་ནས། ཡང་ན་སྤྱི་འཐུས་ཨ་ལོང་ཡང་དེ་ཡང་བོད་རྒྱ་ཁབ་དང་མི་རིགས་ཀྱི་ཐོད་དུ་ལངས་བ་གཞི་བཟང་གི་ཐོག་ནས་ཁུ་སུམ་འགེངས་ཡང་དེ་ཁག་འདུག་བསམ་པ་གིས་སོ་སོ་གཅིག་མཚོ་ནང་ཁྱིམ་འཕེལ་གྱི་ཡོད་པའི་ཐོག་ནས། ཡང་ན་ཅིག་རབ་བྱུང་གི་སྡེ་དེ་ཆབ་སྲིད་ལས་ཞུགས་ནའང་མི་འབྲེལ་བ་གས་མི་འདུག་བསམ་སར་དུས་དེ་རྣམ་པ་ཀུན་ཏུ་དྲན་དུ་ཞིག་ཡོད། དེའང་གནང་རྒྱུ་ད་ལྟ་སྔ་སོར་ཞུ་དགོས་ཡ་རྒྱུ་མཚན་བསྟན་ཡང། ཨ་ནེ། ཅི། བོད་དེ་ད་ལྟ་ཆ་འཇིག་གི་ཉག་ཕྲ་བའི་རྙི་སྟོང་དེ་ཚོའི་ཆགས་དུ་ཡོད་རེད་ང་ཚོ་རབ་བྱུང་བ་སྤྱི་བཏང་གིས་འདི་བའི་ཆ་ལུགས་ཀྱིས་བཤད་པ་ཡིན་ན། ཨ་ནེ། ཅི། རབ་ཀྱི་བྱུང་བ་གིས་ཆབ་སྲིད་སྐྱོང་བ་ཞིག་དུས་རབས་ཀྱི་འདི་བ་ནང་ལོགས་ལ་ཅི་གནོང་བ་ཞིག་ཡོད་མ་རེད། ཡིན་ན་ཡང་ད་ལྟ་ང་ཚོ་གིས་བོད་ཟེར་བ་དེ་ཉག་ཕྲ་བའི་རྙི་སྟོང་དེ་ཚོ་དེ་ཐུག་བསྡད་པ་ཡིན་དུས་ང་ཚོ་སེར་སྐྱ་ཕོ་མོ་ཡོངས་སུ་རྫོགས་པ་གིས་ཨ་ནེ། བོད་རྒྱལ་ཁབ་དང་མི་རིགས་ཀྱི་དོན་དེ་ལ་ཨ་ནེ། སྐད་རིགས་ཡིན་ན་རེད་རིག་གཞུང་ཡིན་ན་རེད་ང་ཚོ། གར་སེར། རབ་ཏུ་བྱུང་བ་སོགས་ཀྱིས་ད་ལྟ་ནང་བསྟན་ཆོས་ལུགས་སློབ་གཉེར་བྱས་ནས་དེའི་ན་ཟུག་གི་ལེགས་ཆ་དེ་ཡོངས་སུ་རྫོགས་པ་ན་གར་ཚེ་སེར་སྐྱ་ཕོ་མོ་སོགས་ཀྱིས་འོ་མ་འཆན་པ་མང་པོ་ཅིག་ཡོད་རེད་དེ་སོགས་ལའང་ལེགས་ཆ་ལེན་ཡ་ཡོད་རེད་དེ་ག་ནང་བཞིན་གྱི་ན་ཟུག་གི་གཞུང་ཆེ་དཀར་པོའི་ངང་ལག་པ་འཐག་ཚིག་ཆགས་ནས་ཡང་ན་རབ་ཏུ་བྱུང་མཁན་གྱི་ཆབ་སྲིད་བ་མང་པོ་ཅིག་ཡོད་རེད་དེ་སོགས་ཀྱིས་ཡང་དེའི་ལེགས་ཆ་དེ་སོགས་ཡང་ན་ཟུག་གི་བཙན་བྱོལ་སྤྱི་ཟུག་གི་སྒྲིག་འཛུགས་དེ་ན་སུ་སྤུངས་ནས་རེད་བ། གཅིག་མཆན་པར་མི་སྣ་གན་ཧ་མང་བོ་གན་གནས་སྟངས་མང་བོ་ཅིག་ཡོད་རེད། དེ་རུ་ཅན་ཨོང་དུས་ཕྱོགས་མང་བོ་ཅིག་གི་གནས་སྟངས་ཅན་ཨོང་དུས་ཨ་ནི་རལ་དུ་བྱུང་བའི་བསྡད་དེ་ཆབ་སྲིད་ལས་ཞུ་བ་ཡིན་ན་ཨ་ནི་དགའ་རྒྱ་འདུག་ཟེར་དེ་ངེད་གིས་ད་ཅི་གསུང་ནང་ལུགས་ལ་ཁ་ཞིག་ཡོང་འདོད་ཤོར་ཡོད་རེད་དེ་ཨོང་ཡ་དེ་ཡང་ད་ལྟ་ང་སོང་བརྙན་འཕྲིན་ནང་ལུགས་ལ་ཁོ་སོགས་ཀྱི་ཚིག་མཐོ་ལ་དམའ་ལ་ཁ་ཞིག་ཟེར་ལ་ད་དེ་ལ་བརྟེན་ནས་ཅིག་དཀྲུགས་འོང་འདུག་ཟེར་བཤད་དུས་དོན་དངོས་པོའི་གནས་སོགས་ཀྱི་ཁོ་ཚོའི་སྐད་ཆ་དེ་ང་སོགས་ཀྱི། ཀྱི་བོད་རྒྱལ་ཁབ་ཀྱི་ཆེད་དུ་བཤད་ཤེས་འདུག་སོ། ཨ་གང་ཟག་ཁོ་སོ་ཁེ་ཕན་གྱི་ཆེད་དུ་བཤད་ཤེས་འདུག་སོ་ཨ་མི་ཐོ་བ་དེ་སོགས་ལ་ངོ་དགའ་སྤེལ་ལེ་ཅིག་བཤད་ཧེ་འདུག་དེ་ང་ཚོ་ཞིབ་འཇུག་བྱས་པ་ཡིན་ན། ད་ནས་རབ་ཏུ་བྱུང་བ་ཆབ་སྲིད་ལ་འདུག་ན་ཕན་ཐོག་འོག་ཏུ་གནོད་བྱེད་ཧེ་འདུག་ཧ་ལམ་དེ་ཡི་ཐོག་ནས་ཧ་གོ་བ་ཅིག་རེད་ཞེ་དུས་ཅིག་བསྟན། ཨ་ནི།
ད། ཡི་ཡིག་རྒྱུགས་ཟིན་ན་ཨ་འདུག་ཅིག་འདུག་ཨ། ད་དེའི་ནང་ལོགས་ལ་མང་པོ་ཅིག་ད་འོད་ཀྱི་སྐོར་ལ་རེ་བཞག། ཨ་ནི། གྲབས་རྫུན། ཨ་ནི། ཆབ་སྲིད་ལ་རྫུན་དང་མ་རྫུན་གྱི་སྐོར་ལ་ཅིག་ཏུ་འབྲེལ་འདུག་ཨ་ནི། བཙན་བྱོལ་གྱི་མང་གཙོའི་འཕེལ་རིམ་གྱི་སྐོར་ལ་ཨ་ནི་འདི་འདྲའི་ཚིག་ཐ་ཆུང་མ་བཀའ་སློབ་གནང་སོང་འདི་ཡང་འདི་ལ་འདུག་འོ་འདི་ཚོ་ཡིན་ཙང། ད་གང་དགའ་ལེ་ཨ་ནི། མ་དྲི་ཡལ་དང་ཞུ་ཡལ་དེ་འདྲ་གང་ཡང་ཟེར་གྱི་འདྲ་མི་འདུག་ཨ་ནི། གྲབས་རྫུན་གྱི་ད་ཆབ་སྲིད་བྱས་དང་མ་བྱས་ཟེར་དེ་ཨ་ནི། ག་བ་ལ་རག་ལས་ཀྱི་རེད་ཟེར་ན།

འདས་ཟིན་པའི་བྱ་བ་ཡིན་པ་ཡིན་ན་སྔར་བོད་མ་ཤོར་གོང་ལས་ཡིན་པ་ཡིན་ན་ད་དངོས་གནས་གྲྭ་བཙུན་གྱི་སྡེ་གིས་རྟ་སྐྱོན་ཆེན་མང་པོ་ཅིག་ལྷག་ཡོད་ཙང་དེས་རིགས་གྲས་བཏང་བྱས་ཨ་ནི་ད་ལྟའི་གནས་སྐབས་ལའང་དེ་འདྲ་ཞིག་ཡོང་གི་རེད་ལབ་པ་ཡིན་ན་དེ་ཡང་ཏག་ཏག་ཅིག་བསྡད་ཀྱི་མ་རེད་བ། འོ་དེ་འཛེར་གང་ག་རང་ཡག་ད་ང་ཚོ་དེ་འད་གན་ཁི་ཡས་དེ་དེ་འད་གོང་ས་མཆོག་གི་དང་ག་དུས་ཡིན་ན་གསུང་དང་གསུང་བཞིན་པ་རེད་ང་སྐྱིད་པོ་ཡོད་ང་འགྲིག་པོ་ཡོད་ང་འད་འགྲིག་ཙམ་ཡོད་ཨ་འད་ང་ལྷོད་ལྷོད་སི་འད་སོང་ན་འགྲིག་གི་རེད་སི་དེ་འད་ནམ་ཡང་བྱས་ཆོག་གི་མ་རེད་ད་སི་བུད་མེད་ཅིག་ཡིན་ཕྱིན་ཆད་ལ་ཨ་ནི་རང་ལ་ཁྱེད་ཀྱི་གན་གན་འད་ཡོད་རེད་ད་ལན་གན་འད་ཡོད་རེད་ད་སི། ཨ་དེ་ག་དུས་ཡིན་ན་ང་ཚོར་བཀའ་སློབ་གནང་གནང་བས་རེད་ལ། ཨ་ནི་ང་ཚོས་ཕྲག་ཏུ་ཁེལ་བའི་ལས་འགན་ཅིག་དང་རེད། ཨོ་དེ་འདྲ་ཡིན་ཙང་ང་ཚོས་ད་གང་བྱས་ཐུབ་ཐུབ་ཅིག་སོ་སོས་གང་འཇོན་འཇོན་ཅིག་དང་བྱས་གི་ཨ་ནི་འདི་སེམས་ཤུགས་ཡིན་ན་རེད་ག་རེ་ཡིན་ན་འདི་ཁིག་དགོས་ཡ་དེ་ངེས་པར་དུ་ཁིག་དགོས་དགོས་བ་རེད། གྲབས་བཙུན་ཡིན་ན་རེད་ག་རེ་ཡིན་ན་ཨོ་དེ་འདྲས་ཀྱི་གནས་སྟངས་དེ་འདྲས་ཅིག་ཆགས་ཡོད་རེད། ད་འོས་བསྡུ་གི་སྐོར་ལས་ཞུས་པ་ཡིན་ན། འོས་བསྡུ་འདི་གི་དང་པོ་ཨ་ནེ་ཡན་མ་ཁྱབ་བསྒྲགས་བྱས་ཡ་རེད་འོས་མི་འདོན་པའི་གནས་སྐབས་ཡིན་ན་རེད། སྤྱི་འཐུས་ཡིན་ན་རེད་སྲིད་སྐྱོང་ཡིན་ན་རེད་ག་འགའ་ལ་ཨ་ནེ་མ་བགྲོ་གླིང་ཡག་པོ་ཅིག་བྱུང་པ་ཡིན་ན་ཨ་ནེ་ཚགས་ཚུད་པོ་ཅིག་དང་དེ་ཡག་པོ་ཅིག་ཡོང་གི་ར་རེད། ཨ་ནེ་དེ་འདྲ་ང་ཚོས་གནང་སྟངས་དེ་ག་རེ་གནང་དགོས་བ་རེད་ཟེར་ན། སྤྱི་འཐུས་ཁག་དེ་ཚོ་ཨ་ནེ་འགྲན་བསྡུར་བཏང་ཡའི་དགྲ་བོ་དང་དེ་འདྲས་ཀྱི་བཤད་རེས་རྩེ་ཡའི་དྲ་བོ་དང། མ་འོངས་པ་ལ་ཁྱེད་རང་གིས་ག་རེ་བྱེད་རྩིས་ཡོད་ག་འདྲས་ག་འདྲས་ཡོད་ཟེར་ཡས་དེ་འདྲས་ཀྱི་དྲི་བ་བཏང་རྒྱ་དཀོན་པོ་རེད། མ། བསྐོར་རྒྱ་བྱེད་ཡས་ཡིན་ན་རེད་ག་རེ་ཡིན་ན་དེ་ཚོ་ཧ་ཅང་གི་དཀོན་པོ་རེད། ད་སྲིད་སྐྱོང་ཅིག་ཡིན་པ་ཡིན་ན། སྲིད་སྐྱོང་གཉིས་ཡོད་ན་རེད་གསུམ་ཡོད་ན་རེད་ད་དེ་ཚོ་བསྐོར་རྒྱ་བྱེད་ཀྱི་ཡོད་རེད་བ་ཟེར། དེའི་གནས་སྐབས་སུ་ཡང་སྲིད་སྐྱོང་ག་འདྲས་ཅིག་ཡིན་པ་ཡིན་ན། ཆོལ་ཁ་གང་ནས་ཕེབས་ཀྱི་ཡོད་པ་ཡིན་ན་འདི་ང་ཚོས་ཀྱི་ཚང་པོ་ཅིག་འདུག་གོ་མི་འདུག་ལྷ་སང་གནམ་བདག་གི་བློ་གཟུ་བོར་གནས་ནས་ཨ་ནི་བརྟག་དཔྱད་བྱས་རེད་བ། གཞན་གྱིས་ཨ་ནི་སོ་སོའི་བརྟག་དཔྱད་བྱས་མ་འདུག་ན་དངོས་གནས་བློ་གཟུ་བོར་གནས་པའི་གང་ཟག་ལ་བགྲོ་གླིང་མང་པོ་ཅིག་བྱས་བྱས་ཨ་ནི་དེ་ཚོ་ལས་བརྟག་ཞིབ་ནན་ཏན་བྱས་ཨ་ནི་དེའི་རྗེས་སུ་འབྲངས་པ་ཡིན་ན་ཨ་ནི་ཡག་པོ་ཆགས་འགྲོ་གི་རེད་བ། དེ་མ་ཡིན་པར་བྱས། ཨ་ནི་གཅིག་གིས་འདི་ཡག་པོ་ཡོད་རེད་ཟེར་བྱས་འདིའི་གབ་ལ་རྒྱུ་བ་ཡིན་ན་སོ་སོ་ལི་དངོས་གནས་དྲང་གནས་ཀྱི་ཁོའི་ཡོན་ཏན་ག་རེད་འདུག་ཁྱད་ཆོས་ག་རེད་འདུག་ཁོས་ཁེ་དབེན་མ་འོངས་པ་ལ་ཁེ་དབེན་ག་འདྲས་ཀྱི་སྒྲུབ་ཀྱི་འདུག་ཟེར་དེ་འདྲའི་གནས་སྟངས་བཤད་པ་ཡིན་ན་ཨ་ནི་སོ་སོ་ལས་བཤད་ཡ་མེད་སྐྱོག་དེ་འདྲ་མང་པོ་འདུག་ཨ་ཟེར་དེ་འདྲས་མ་ཡིན་པ་ཨ་ནི་དེ་དངོས་གནས་དྲང་གནས་ཀྱི་བློ་གཟུ་བོ་གནས་ནི་ཨ་ནི་དེ་འདྲས་ཀྱི་བྱས་པ་ཡིན་ན་ཡག་པོ་ཡོད་རེད་ཟེར་གཅིག་མཚོ་ནང་ལོག་ལ་ར།